རས་ལྔ་ལ་ཡ། ནི། ལེའུ་གསུམ་པ་ཟས་ཀྱི་དྲི་དུ་བས། ཨོ། ད་ལྟར་ཁྱེད་རང་ཚོ་ནེ་པཱལ་ནང་ལ་ཡིན་ན། ལེའུ་གསུམ་པ་ན་འགྲོ། ལེའུ་གསུམ་པ། ཤོག་གྲངས་འདི་གསུངས་ལ་བདག་ཚོ། ཨོ། ནང་བཅོས་ངོ་འཕྲོད་ནས་ཇི་ལྟར་ཉམས་སུ་ལེན་པའི་ཚུལ། ད་ལྟ་དེ་མིང་འདི་འདི་རེད་བ། བྱས་ཙང་ད་འདི་ཡིན་པ་ཡིན་དུས། ད་ངས་ད་རིང་ག་རེ་དྲན་སོང་ལབ་པ་ཡིན་ན། ངས་ལ་ད་ལྟ་ནང་ཆོས་ལ་སྒོམ་ཉམས་ལེན་བྱེད་པའི་ཕན་ཡོན་དེ་ཞུ་ན་བསམས། ད་འདི་ལ་ཡིན་ཚིག་འདི་དཔེ་གལ་ཆེན་པོ་རེད་ད། ནང་ཆོས་ངོ་འཕྲོད་ནས་ཇི་ལྟར་ཉམས་སུ་ལེན་པའི་ཚུལ་ལ་ཞིག་དང་དེ་གལ་ཆེན་པོ་རེད། ད་ངས་ཡང་ད་རྒྱ་གར་ནང་ལ་ཡིན་ན་ཡང་འདྲ་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡིན་ན་ཡང་འདྲ། ནེ་པལ་གྱི་སྤྱི་ཚོགས་ནང་ལ་ཡིན་ན་ཡང་འདྲ་སྤྱི་བཏང་གི་ས་གནས་འདྲ་མི་འདྲ་འང་ཕྱིན་པ་རེད་བ། མང་པོ་ཅི་གར་འདུག་ལགས་ན། དངོས་གནས་སྐྲག་ནས་སངས་རྒྱས་ཀྱི་ཆོས་ལ་དད་པ་ཡོད་ཐག་ཆོད་རེད་ཤག། ཨ་ནི་ལག་ལེན་གྱི་ཐོག་ནས་སྐོར་ར་རྒྱ་ཡག་གིས་མཚོན་པའི་ཕྱག་ཕུ་ཡག་གིས་མཚོན་པའི་དཔེ་ན་ང་རང་ཚོ་ཅིག་རྡོ་རྗེ་གདན་འདྲ་པོ་ཅིག་ལ་ཡར་དུས་མགོ་དབང་ཅན་གྱི་སྐབས་དང་བསྟུན་ནས་མི་འཛོམས་ནས་བྱེད་སྟངས་ལ་བལྟས་ཡིན་ན། ཆོས་དད་ཡོད་པ་ལ་ད་ཤེས་བོ་འགྲོ་བ་ཅི་རེད་བ། ད་ཡིན་ན་ཡང་ག་རེ་འདུག་ལགས་ན། ཆོས་དད་ཡོད་པའི་ཐོག་ནས་ཆོས་ཅིག་བྱེད་རྒྱུ་ཡོད་པ་གང་ཞིག་ལ་ཆོས་བྱས་པ་འདི་ལ་ཆོས་དེ་ཤེས་ནས་བྱེད་མཁན་ག་ཚོད་འདུག་མ་ཤེས་ནས་བྱེད་མཁན་ག་ཚོད་འདུག་ཟེར་ནས་ང་ཚོ་ཞིབ་འཇུག་བྱས་ན་མ་ཤེས་ནས་བྱེད་མཁན་གང་འད་འདུག་རེད་བ། ཆུ་ཚ་དེ་འདྲའི་ཡིན་ཙང་དངོས་གནས་འགྲོ་སྟངས་བྱས་ན་དང་པོ་ཆོས་གང་བྱེད་རྒྱུ་ཆོས་དེ་ཤེས་པ་བྱས། ཨ་ནི་ཤེས་ཚར་བའི་རྗེས་སུ་ཨ་ནི་བྱས་པ་ཡིན་ན་སྤུས་དག་པོ་བྱ་གི་རེད། དཔེར་ན། མ། ཅིག་གིས་ཁ་ལག་བཟོ་མཁན་ཅིག་ཡིན་པ་ཡིན་ན་ཡང

ཁ་སང། ཁ་སང་རང་རེད་ང་ཁ་སང་རྡོ་རྗེ་གདན་ལ་འགྲོ་དུས། ཨ་ནི་ངའི་དུས་འགྲོ་གཅིག་ཡོད་རེད། བྱས་ཙང་ད་ཁོ་རང་སྔོན་འགྲོ་བཏང་གི་སྔོན་འགྲོ་བཏང་གི་ཟེར་ཡོད་རེད་ད་སྔོན་འགྲོ་བཏང་གི་ཡིན་པ་ཡིན་ན་ད་དང་པོ་ཕྱག་འབུམ་འཚལ་དགོས་ཡོད་རོགས་སྐྱབས་འགྲོ་དང་འབྲེལ་ནས་ཨ་ངས་རྡ་རམ་ས་ལ་ལ་ཡ་སྐྱབས་འགྲོ་དང་འབྲེལ་ནས་ཕྱག་འབུམ་གྱི་ལུང་ཁྲིད་ཕྱག་འཚལ་དུས་བསམ་བློ་གཏོང་སྟངས་ཨ་ནི་ལག་པ་འཁྱེར་སྟངས་ཚ་ནང་བསླབ་རེད་ད། ཨ་བསླབ་ནས་ཨ་ནི་ཁོ་རང་འདུག་བྱས་ནས་ཨ་ནི་རྡོ་རྗེ་གདན་ལ་ཡར་ཕྱིན་ནས་ཕྱག་ཕུལ་ནས་ཕྱག་འབུམ་ཆ་ཚང་ཕུལ་ཚར་བའི་རྗེས་སུ་ང་རྡོ་རྗེ་གདན་སླེ་ཡོད་པ་ཧ་གོ་ནས་ང་ཐུགས་ཀར་སླེ་བྱས། རྒྱན་གྱི་གསུང་བ་ནང་བཞིན་དམ་བཅའ་བྱས་པ་ནང་བཞིན་ཕྱག་འབུམ་ཚར་སོང་ད་བསྟན་པ་སྐྱིད་པོ་ཞིག་པོ་བྱུང་ལ་ད། ཨ་རེ་འདི་འདྲའི་མ་འཕྲོད་ནས་ད། རྒྱན་ག་འདྲས་ཡིན་ན་དངོས་གནས་ཡིན་ན་ག་འདྲས་ཡིན་ན་ཟ་གར་འདུག་བས་ཟེར། ཨ་ནི་ཁོ་རང་འདུག་སོང། ཅིག་མོ་རང་ཨ་མ་ལ་བརྗོད། མོ་རང་འདུག་བྱས་ནས་ཕྱག་ཕུལ་བསྡད་ཡིན། དེའི་གཡས་གཡོན་ལ་སྐུ་ཞོགས་མང་པོ་བཞུགས་ཅིག་ཕེབས་བཞག། ཨ་འདི་གིས་འདི་གིས་ཕྱག་ཕུལ་གི་འདུག་ཨ། ལག་པ་ཁྱེར་སྟངས་དང། ཚང་མ་ཁྱོད་ནི་འདྲ་གཅིག་གི་འདྲ་གི་མི་འདུག། དེ་འདྲ་ཡིན་པ་ཡིན་ཙང་ཨ་ནི་ཤུག་གུ་སྐུ་ཤོག་འདི་རྩ་ལ་ཕྱིས་ནས་སྐད་ཆ་དྲིས། ཁྱེད་རང་ཕྱག་དང་ཞེ་བོ་ཅིག་ཕུལ་གི་འདུག། ལག་པ་ཁྱེར་སྟངས་དང་བསམ་བློ་གཏོང་སྟངས་དང་འདི་ཚོ་ཚང་མ་ཤེས་ཀྱི་ཡོད་པས་ཟེར། སྐད་ཆ་དྲིས། ཤེས་ཀྱི་མེད་ཟེར་གི་འདུག་ཟ། ཁྱེད་ཚོ་ཀུ་ཤུ་ཚོགས་ཡིན་ན་ཆག་ཕུད་དང་ཤིང་གི་མི་འདུག་ག་འདྲ་རེད་ས། ང་ནི་ཀུ་ཤུ་ཚོགས་ད་ཤེས་བྱ་རྩེ་ཡིན་ང་ཚོ་མི་ནག་འདི་ཚོ་ཤིང་གི་མ་རེད་དྲན་གི་ཡོད་ས། ཀུ་ཤུ་ཚོགས་ཀའི་ཤིང་གི་མི་འདུག་ག་འདྲ་རེད་ས། ཨ་ནི། དེ་ལྟར་རེད་བ་ས་ད་ཀུ་ཤོ་ནང་ལ་སློབ་སྦྱོང་ཡོད་ཉེན་ཡོད་རེད་མེད་རྐྱེན་ཡོད་རེད། དེ་འདྲ་ཡིན་ས་མེད་རྐྱེན་ཡོང་སྲིད་པ་རེད་ཨ་ནི་དུས་འགོ་དབང་དུས་འགོ་དབང་ཅན་དང་བསྟུན་ནས་རྡོ་རྗེ་འདི་རྩ་ཆེན་པོ་ཡིན་ས། ཆག་ཕུད་དང་གི་སློབ་སྦྱོང་ཡོད་ན་མེད་ན་ཕུད་རྐྱང་བྱས་ཡིན་གྱི་རེད་ས། ཨ་དེ་ཡོང་སྲིད་པ་རེད་ས། བྱས་ཙང་ང་ད་དེ་མཁས་པ་ག་རེ་བྱས་འདུག། ཆོས་དང་ཕྱག་ཕུད་དམ་གཅིག་ལ་ཆགས་ན་ཡང། བར་གྱི་ཆ་ཚང་ཤེས་ནས་བྱས་པ་དང་མ་ཤེས་ནས་བྱས་པ་གཉིས་ལ་ཁྱད་པར་འགྲོ་འགྲོ་བ། དེ་འདྲ་རེད། བྱས་ཙང་དེ་འདྲ་ཡིན་པ་ཡིན་དུས། ཨ་ནི། ཕྱག་ཕུད་གཉིས་ཡིན་ནའི། སྐོར་ར་རྒྱག་གི་ཡིན་ནའི། མ་ཎི་འདྲ་ཅིག་བསགས་ཀྱི་ཡིན་ན་ཡང། སྤྱན་རས་གཟིགས་འདྲ་ཅིག་བསྒོམ་གྱི་ཡིན་ན་ཡང། ཅིག། རྫུན་རྫུན་སྒྲོལ་མ་སོགས་འདྲ་ཅིག་བསྒོམ་གྱི་ཡིན་པ་ཡིན་ནའི། ཨ་ནི་གང་ལྟར་སོ་སོའི་ཉིན་རེ་ཉིན་རེ་ཀྱི། ཁ་འདོན་འདྲ་པོ་བྱེད་ཀྱི་ཡིན་ནའི་ད་ལྟ་གང་བྱས་པ་དེ་བྱེད་ལུགས་བྱེད་སྟངས་ཆ་ཚང་ཅིག་སློབ་སྦྱོང་བྱས་ནས་ཤེས་པ་བྱེད་པ་རེད། ཨ་ནི་བྱས་ཡོང་དུས་སྤུས་དག་པོ་བྱ་དགོས་བ་རེད་བ། ད་བྱེད་ལུགས་བྱེད་སྟངས་མ་ཤེས་དུས་ཨ་ནི་དེ་ལ་བརྟེན་ནས་ནོར་འཁྲུལ་མང་པོ་ཡོང་དགོས་བ་རེད། ཨ་ནི་དཔེ་རེ་ཆགས་བཞག་ན་དེ་འདྲས་འདུག་ངེད་ཀྱིས་སྔོན་འགྲོ་ཁྲིད་ཡོང་དུས་ཨ་ནི་འགའ་ཤས་ཀྱིས་ད་རྒན་གྱི་ཕྱག་འབུམ་དང་དེ་འདྲས་མ་འདྲ་འབུམ་གྱི་སྔོན་འགྲོ་ཁྲིད་དགོས་ཟེར་ནས་ཨ་ནི་ཡོང་བ་ཡིན། ཨ་ནི་སྔོན་བྱུང་བ་ཡིན། སྔོན་མ་མེད་ཀྱི་ཆགས་བུམ་བཏང་ས་ཡིན། མེད་འགྲོལ་བུམ་བཏང་ས་ཡིན། ཡིན་ནའི་དུས་དེར་རྒྱུད་ནི་འགྲིག་མི་འདུག། ག་ཚོད་དུས་དུས་ལུང་ཐོབ་མ་སོང་ཁྲིད་ཡང་ཐོབ་མ་སོང་བྱི་རུ་ཅིག་དང་བཤད་མ་སོང་ཨ་ནི་ཆགས་བུམ་བཏང་དགོས་རེད་ཟེར་སོང་བཏང་ཤག་ཡིན། བྱས་ཙང་ཀ་ཏང། སློབ་སྦྱོང་མེད་པར་ལུང་ཁྲིད་མེད་པའི་ཐོག་ནས་བུམ་ཅིག་བཏང་ཡོང་དུས་དུས་ཚོད་གཅིག་རེ་ག་རོ་ཕྱིན་ཚར་བ་དང་ཟླ་བ་གཉིས་གསུམ་ཅིག་བསྐྱལ་ཚར་རེད་དཀའ་ལས་ནི་རྒྱབ་རོགས། ད། ལུང་ཁྲིད་མེད་ན་བྱི་ལུ་བྱེད་དང་མེད་པ་ཡིན་དུས་ཁོས་དེ། འདོད་ཆགས་དང་འདྲེས་ནས་བྱས་ཡོད་ན་གར་བྱེད་ག། ད་ངའི་གཟུགས་པོ་དེ་ཡང་སོའི་འོག་ཏུ་ཆགས་ཅིག་བོད་ན་མ་གཏོགས་ཟས་འདྲ་པོ་དེ་འདྲས་རེད་བ། ཡང་ན་ང་བསོད་ནམས་བསྟན་ས་གི་འདུག་ང་ང་ཟས་ཅིག་བསམ་བློ་བཏང་ནས་དེ་འདྲས་བྱེད་ཕྱིན་ཡོད་པ་ཡིན་ན། ད་སྐུལ་སློང་ཁོ་རང་ཐོག་ནས་བྱུང་མ་སོང་བ། ཚེ་འདི་ལ་ཡག་པོ་ཡོད་མཁན་ཅིག་དང་འདྲེས་ནས་བྱས་ཡོད་ན་ཚེ་འདི་ལ་གཞན་ལ་ཆོས་པ་མིན་གསུང་བ་ཡིན་ན་ཆོས་ཁོ་རང་འགྲོ་མ་སོང་བ། ཁྱེད་ལ་འདི་འདྲ་ཡིན་པ་ཡིན་དུས་དཔེ་མ་ཟད་བྱས་པ་གང་ཞིག་དུས་ཚོད་བཏང་བ་གང་ཞིག་ཨ་ནི་དཀའ་ལས་བརྒྱབ་བ་གང་ཞིག་ལ་ཡང་ཐ་མ་དུས་འཕྲོ་བརླག་འགྲོ་བསྡད་ཡོད་ན་ཆོ་ག་རེ་ཡོད་ད། དེ་ལས་དང་པོ་ནས་ཆ་ཚང་གྱི་ཤེས་པ་བྱས། གང་བྱས་པ་འདི་གི་དེ་མང་པོ་བྱུང་ན་རབ། ཉུང་ཉུང་ཅིག་ཡིན་ན་ཡང་སྤུས་དག་པོ་ཅིག་བྱུང་བ་ཡིན་ན་དེ་ཡག་པོ་རེད། ཨོ་ད་ཁྱོད་ལ་འདི་གནད་འགག་འདུག་ཁྱེད་ལ་དེ་འདྲ་ཡིན་ཙང་ནང་ཆོས་ངོ་འཕྲོད་ནས་ཇི་ལྟར་ཉམས་སུ་ལེན་པའི་ཚུལ་ཟེར་དེ་དེ་དང་པོ་ཤེས་པ་བྱས་དེ་ནས་གཞི་ནས་ཉམས་ལེན་བྱེད་པ་རེད་ཟེར་ད། ད་ནང་ཆོས་ངོ་འཕྲོད་ནས་བྱེ་བྲག་ཡོངས་སུ་སླེབས་པའི་ཚུལ་གསལ་དེ་ལ་ཡང་རབ་འབྲིང་མཐའ་གསུམ་ཡོད་རེད། ད་རབ་བྱེད་ཡིན་པ་ཡིན་ན་འོ་ད་ངོ་འདྲེན་དྲང་མོད། མདོ་སྔགས་ཡོངས་རྫོགས་ཀྱི་གསུང་རབ་སློབ་སྦྱོང་བྱས་ནས་ཨ་ནི་དེའི་རྗེས་སུ་ཉམས་ལེན་ཅིག་བྱེད་མཁན་ཡིན་ན་ད་ཞེ་བུ་ཅི་ཡང་ཡོད་རེད། གལ་ཏེ་དེ་འདྲས་ཅིག་མེད་པར་བྱས་འབྲིང་པོ་འདྲ་བོ་ཅིག་ཡིན་པ་ཡིན་ན་ཨ་ནི་ག་རེ་བྱེད་དགོས་ལབ་ན་ཨ་ནི་སྐྱབས་མགོན་རིན་ཆེན་བཀའ་རྩ་བ་ནང་བཞིན་དང་པོ་ནང་པའི་ཚན་རིག་སློབ་སྦྱོང་བྱས། ནང་པའི་ལྟ་གྲུབ་སློབ་སྦྱོང་བྱས།

སྐྱབས་འགྲོ་དང་འབྲེལ་ཅན་སྐྱབས་འགྲོ་གཉིས་ལ་སློབ་སྦྱོང་བྱེད་མཁན་ནི་སྐྱབས་འགྲོ། སེམས་བསྐྱེད་བྱེད་མཁན་ནི་སེམས་བསྐྱེད་དངོས་ལ་སློབ་སྦྱོང་བྱེད་ཡང་ཉམས་ལེན་བྱེད་ཨ་ན་གང་བྱེད་པ་དེ་གི་དངོས་ལ་དེ་དང་དེ་སློབ་སྦྱོང་བྱེད་ཀྱི་བྱེད་ཀྱི་ཨ་ནི་བྱེད་ཀྱི་བྱེད་ཀྱི་བྱས་ན་ཨ་ནི་ཡག་པོ་ཡོད་རེད་བ་འོ་ད་དེ་རེད་ཐ་མ་དེ་དེ་རེད་གང་ལྟར་ཤེས་ནས་བྱས་དེ་གལ་ཆེན་པོ་རེད་ཟེར་དེ་རེད། ད་འདིར་མར་འགྲོ་ན། གསུམ་པ་ནང་ཆོས་ངོ་འཕྲོད་ནས་ཇི་ལྟར་ཉམས་སུ་ལེན་པའི་ཚུལ་བཤད་པ་ལ་གསུམ། ད་ངས་ད་རིང་འཆར་གཞི་ག་རེ་ཡིན་ཟེར་ན། དང་པོ། ཉམས་ལེན་བྱེད་དགོས་པའི་རྒྱུ་མཚན་དང་ཟད་བྱས། སྤྱིར་ཉམས་ལེན་བྱེད་ཚུལ་སྙིང་པོ་བཤད་པ་ཟེར་ཏེ་གཡུག་བཞག་བྱེ་བྲག་ཏུ་ཉིན་རེ་ཉམས་སུ་ལེན་ཚུལ་ཟེར་གཉིས་འདུ་བ། བྱས་ཙང་འདི་གཉིས་འདི་ད་རིང་ཅིག་འཁྲིད་དགོས་བསམ་ད་འདི། ཁྱེད་རང་ཚོ་ལ་ཁ་ཡོད་ལག་ཡོད་ཕན་གྱི་རེད་དྲན་འདུག་བ། ད་འདི་ནང་ནས་དང་པོ། ཉམས་ལེན་བརྗོད་དགོས་པའི་རྒྱུ་མཚན་ལ། མདོ་ལས། རང་ལ་ནད་པ་ལྟ་བུའི་འདུ་ཤེས་ཆོས་སྨྲ་བ་པོ་ལ་སྨན་པ་ལྟ་བུའི་འདུ་ཤེས་ཆོས་ལ་སྨན་ཡོན་ལྟ་བུའི་འདུ་ཤེས་ནན་ཏན་དུ་ཉམས་སུ་ལེན་པ་ལ་ནད་འཚོ་བ་ལྟ་བུའི་འདུ་ཤེས་ཞེས་སོགས་གསུངས་པ་ལྟར། ང་ཚོས་ཆོས་ལ་ཐོས་བསམ་སློབ་སྦྱོང་བྱེད་དགོས་པར་མ་ཟད་ཆོས་ལ་སྒོམ་ཉམས་ལེན་ཡང་ངེས་པར་བྱེད་དགོས། དཔེར་ན་ནད་པ་ཞིག་གི་ངོས་ནས་རང་གིས་ནད་ཀྱི་སྡུག་བསྔལ་མེད་པར་བཟོས་བ་ལ་སྨན་གྱི་སློབ་སྦྱོང་བྱས་ནས་སྨན་བཤད་པ་ཙམ་གྱིས་མི་ཆོག་པར་སྨན་ཟ་དགོས་པ་ལྟར། ང་ཚོ་ཡང་དྲང་པོ་དྲང་བཞག་གི་བསམ་བློ་ཞིབ་ཕྲ་བཏང་ན་རང་ཉིད་སེམས་ཀྱི་དབང་དུ་སོང་སེམས་དེ་ཉོན་མོངས་པ་ཆགས་སྡང་རྨོངས་གསུམ་དང་ཕྲག་དོག་འགྲན་སེམས་སོགས་ཀྱི་དབང་དུ་སོང་ནས། ལུས་དང་སེམས་ལ་སྡུག་བསྔལ་དཔག་ཏུ་མེད་པ་རྒྱུན་མི་ཆད་པར་མྱངས་དང་མྱོང་བཞིན་པ་ཡིན་པས། དོན་དངོས་ལ་ང་ཚོ་ཉོན་མོངས་ཀྱི་ནད་ཀྱིས་མནར་བའི་ནད་པ་ཞིག་ཆགས་ཡོད། དེ་འདྲ་སོང་ཙང་ང་ཚོའི་ཉོན་མོངས་ཀྱི་ནད་དེ་མེད་པར་བཟོ་བའི་ཆེད་དུ་ཆོས་ཀྱི་སྨན་རྣམས་ཟས་ཏེ་སྡུག་བསྔལ་གྱི་རྒྱུ་བྱེད་མཁན་སེམས་མ་ཐུལ་བའི་ན་ཚ་ཆགས་སྡང་ཉོན་མོངས་རྣམས་ངེས་པར་དུ་མེད་པར་བཟོ་དགོས་པ་ཡིན། དེ་འདྲ་སོང་ཙང་ཆོས་ལ་སློབ་སྦྱོང་བྱས་ཏེ་ཤེས་པ་ཙམ་གྱིས་མི་ཆོག་པར་ངེས་པར་ཉམས་ལེན་ལ་འབད་བརྩོན་ནན་ཏན་དུ་བྱེད་དགོས་པ་ཡིན། ཁྱད་པར་དུ་སྒོམ་སྒྲུབ་བྱེད་དགོས་པའི་རྒྱུ་མཚན་ནི། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཅིང་སངས་རྒྱས་འགྲུབ་པར་ཤོག་ཅེས་སངས་རྒྱས་པའི་སྨོན་ལམ་བཏབ་པ་དང། སྐྱེ་བ་ཀུན་ཏུ་ཡང་དག་བླ་མ་དང་སྒྲ་མེད་ཆོས་ཀྱི་དཔལ་ལ་ལོངས་སྤྱོད་ཅིང་ས་དང་ལམ་གྱི་ཡོན་ཏན་རབ་རྫོགས་ནས་རྡོ་རྗེ་འཆང་གི་གོ་འཕང་ཐོབ་པར་ཤོག་ཅེས་རྡོ་རྗེ་འཆང་གི་གོ་འཕང་ཐོབ་པའི་སྨོན་ལམ་དུས་རྟག་ཏུ་བཏབ་ཀྱང། སངས་རྒྱས་དང་རྡོ་རྗེ་འཆང་ཐོབ་ཐབས་རྩ་བ་ནས་མེད། ཆོས་ཉམས་ལེན་ཟིན་ངེས་དང་དགོངས་དྲོ་ཟིན་ངེས་དེ་མ་བྱས་ན་སྨོན་ལམ་ག་ཚོད་རྒྱབ་ན་ཡང་ཐོབ་ཡ་ཡོད་མ་རེད་ལབ་པ་རེད། དེ་འདྲ་ཡིན་དུས་ཆོས་ཀྱི་བོད་པ། སེམས་བཟང་ཆོས་སུ་བསྒྱུར་བཅོས་ཐེབས་པ་དང་དེ་ལ་བརྟེན་ནས་གནས་སྐབས་མི་ཚེ་ད་ག་རང་ལ་ཡང་རང་སྐྱིད་པ་དང་གཞན་ལ་ཕན་པ། སྐྱེ་བ་བཞིན་དུ་རང་ངན་སོང་གི་སྡུག་བསྔལ་ལས་ཐར་པ། མཐར་འཁོར་བ་ལས་ཐར་པ་དང་གཞན་དོན་དུ་སངས་རྒྱས་པ་ཞིག་སེམས་གཏིང་ནས་འདོད་ཕྱིན་ཆད་ཆོས་ལ་སྒོམ་ཉམས་ལེན་མ་བྱས་ན་འགྲིག་ཐབས་མེད་པ་ཡིན། དེ་འདྲ་ཡིན་དུས་ཅི་རེད་ནང་ཆོས་ལ་ཐོས་བསམ་སྒོམ་གསུམ་གལ་ཆེ་ཞིང། ཁྱད་པར་དུ་སངས་རྒྱས་ཀྱི་གསུང་རྣམས་སྒྲུབ་པ་ལྷུར་ལེན་ཡིན་པས་སྒྲུབ་པ་ཟད་དེ་སྒྲུབ་པ་ཉམས་ལེན་སྒོམ་ཉམས་ལེན་བྱས་ལྷུར་ལེན་ཟོས་དུས་གཙོ་བོར་བྱས་པ། སྒྲུབ་པ་ལྷུར་ལེན་ཡིན་པས་ཀྱང་དེ་གསུམ་ལེན་ཟོས་དུས་སངས་རྒྱས་ཀྱི་ཆོས་ལ་ཐོས་པ་དང་བསམ་པ་སྒོམ་པ་གསུམ་ལས་སྒོམ་པ་དེ་ཤིན་ཏུ་གལ་ཆེ་བ་ཡིན་པས། ནང་པ་སངས་རྒྱས་པ་རྣམས་ནས་ཐོས་བསམ་སྒོམ་གསུམ་དང་ཁྱད་པར་དུ། ཐོས་བསམ་སྒོམ་གསུམ་དང་ཁྱད་པར་དུ། ཁྱད་པར་དུ་སྒོམ་སྒྲུབ་ལ་བརྩོན་པར་འཚལ་ཞེས་སྙིང་ཁོང་རུས་པས་བཏོན་ནས་གསོལ་འདེབས་ཞུ་གི་ཡོད། འོ་བྱས་ནས་ཨ་ནེ་ཡང་འདི་བར་དུ་བཞག། ད་འདིའི་སྒང་ལ་ཡང་ཁ་སྐོང་གཅིག་འདི་དེ་རེད། སྐྱབས་ཆེན་བདག་ཅག་གི་སྟོན་པ་མཉམ་མེད་ཤཱཀྱའི་སེང་གེ་གྱིས། ཡང་ནས་ཡང་དུ་ག་རེ་གསུང་གི་འདུག་ཟེར་བ་ཡིན་ན། ཐོས་པའི་རྗེས་འཇུག་སྒྲུབ་པ་སྙིང་པོར་བྱེད་གསུང་གི་འདུག། ཁྱོད་རང་ཐོས་བསམ་བྱས་བྱས་བྱས་ནས་ཐ་མ་དེ་ལ། སྒྲུབ་པ་ཉམས་ལེན་ངེས་པར་དུ་བྱ་དགོས་རེད། ཐོས་བསམ་བྱས་ནས་སྒྲུབ་པ་ཉམས་ལེན་བྱེད་དགོས་པའི་རྒྱུ་མཚན་ག་རེ་ལགས་ན། ཐོས་བསམ་གཅིག་པུ་བྱས་སྒྲུབ་པ་ཉམས་ལེན་མ་བྱས་པ་ཡིན་ན་དཔེར་ན་སྤུ་གུ་གཅིག་ལ་ཡ་ཨ་ནི་གཅིག་གི་རོ་མངར་ལྡན་པས་གཅིག་གི་ལྕོག་ལེར་སོ་འདྲ་བོ་བྱི་རི་མངར་མོ་ཡོད་དེ་བས་པགས་པ་དེ་འཇིབ་བཅུག་པ་ཡིན་ན། པགས་པ་གཅིག་པུ་འཇིབ་པ་ཡིན་ན་པགས་པ་དེ་ཡི་ནང་ལ་ཡོད་པའི་བྲོ་བ་འདི་མ་འདི་རག་མ་རོ། འོ་ཅི་ན། བྱི་རིལ་གྱི་པགས་པ་འཇིབ་པའི་བྲོ་བ་དང་སངས་རྒྱས་ཀྱི་གསུང་ལ་ཐོས་བསམ་བྱས་པའི་ཨ་ནི་གཅིག་གི་བྲོ་བ་གཉིས་དེ་གཅིག་པ་ཡིན་ནམ་ན། ལྟར་སྤུ་གུ་ལ་བྱི་རིལ་པགས་པ་མ་ཡིན་པ་བྱས་བྱི་རིལ་ནང་གི་དངོས་གནས་བྱི་རིལ་དངངས་མོ་རང་དེའི་ཟ་ཆུ་བ་ཡིན་ན་བྲོ་བ་ཁག་འདུ་བ་དེ་དང་སངས་རྒྱས་ཀྱི་གསུང་རབ་ལ་སྒོམ་རང་བྱེད་པའི་བྲོ་བ་དེ་གཅིག་པ་ཡིན་དགའ་བ་རེད། བྱས་ཙང་དེ་འདྲ་ཡིན་པ་ཡིན་ཙང། ལག་རིལ་ཆེན་མོ་ནང་ལ་ལུང་དེ་དྲངས་ནས་གསུངས་འདུ་བ་ལ། ཨོ། དེ་ལག་རིལ་ཆེན་མོ་ནང་ལ་གསུང་ཡ་དེ་ག་རེ་ལ་དཔེ་བྱ་ཡོད་ལ་ན། ཨ་ནི་དེ་ལ་དཔེ་བྱ་ཡོད་རེད། ང་རང་ཚོ། གུར་ཤིང་གི་པགས་པ། གུར་ཤིང་གི་པགས་པའི་རོ་དང་གུར་ཤིང་རང་གི་རོ་གཉིས་དེ་ཁ་ཁ་འདུག་ལ། དེ་ནང་བཞིན་སངས་རྒྱས་ཡུལ་གསུང་ར་ལ་ཐོས་བསམ་བྱས་པའི་བྲོ་བ་དེ་དང་སྒོམ་བྱས་པའི་བྲོ་བ་གཉིས་ལྟ་གི་མ་རེད་ལ། ཇི་ལྟར་བཤུམ་པ་དེ་བཞིན་སྨྲ་བ་དེ་རོ་ལྟ་བུ་ནི་འདི་ལ་དོན་གསལ་ཡིན་ཟེར་ནས་འོ་འདི་གསུངས་རེད། ཇི་ལྟར་འདི་འདྲ་ཡིན་ན་འདི་རེད། ད་དེ་ནས། བོད་གངས་ཅན་ལྗོངས་ལ་ས་སྐྱ་ཀ་གཉིས་རིས་སུ་མ་ཕྱེད་པ་ལ་ཡོངས་སུ་གྲགས་པའི་གྲུབ་ཐོབ་ཆེན་པོ། ཨོ་ད་རྗེ་བཙུན་མེ་ལ་ཞེས་པའི་རྡོ་རྗེ་རེད། ཚེ་གཅིག་ལུས་གཅིག་ལ་མངོན་པར་རྫོགས་པ་སངས་རྒྱས་མཁན་སྐྱེས་བུ་བསམ་གྱིས་མི་ཁྱབ་པ། ང་རང་ཚོ་གཅིག་འཇིག་རྟེན་གྱི་སྤྱི་ཚོགས་ནང་ལ་ད་སྐད་གྲགས་ཡོད་ད་ཡོད་དེ་ད་པའི་ཞིང་ཁམས་ལ་ཡང་སྐད་གྲགས་ཡོད་རེད་བ། འོ་ད་འདི་ག་རེ་མགོ། བླ་མ། འདི་གི་རི་ཆུང་བས་ཀྱི་རྨི་ལམ་ནང་ལ་གསུངས་འདུག་བ། འོ་ད་དེ་འདྲ་རེད། བྱས་ཙང་ད་རྗེ་བཙུན་མེ་ལེགས་ག་རེ་གསུངས་འདུག་ལགས་ན། རེ་བ། རྗེ་བཙུན་མེ་ལེགས་ཀྱིས་ང་རང་ཚོ་ལ་ཡང་བཀའ་སློབ་གནང་བསྡད་ཀྱི་བཀའ་སློབ་དེ་ནང་ལོགས་ལ་ཡ། ཨ་ནི། གར་ས་དེ་འདྲ་གསུངས་འདུག་ཨ། ཨ་ནི། ཅེས་ཀྱི། བྱང་ཆུབ་སྔོན་གནས་དྲང་གནས་བླ་ན་མེད་པ་ཡང་དག་པར་མཛོད་པའི་བྱང་ཆུབ་སེམས་ཀྱི་གོ་འཕང་སེམས་གཏིང་ནས་འདོད་རྒྱུ་ཡོད་པ་ཡིན་ན། ཨ་ནི་ཁྱེད་རང་གིས་སྒོམ་ཉམས་ལེན་བྱེད་རོགས་བྱས་ཟེར་ནས་ངས་ཁྱེད་རང་ལ་ཞུ་བ་འཐེན་གྱི་ཡིན་གསོལ་བ་འདབ་ཀྱི་ཡིན་ཟེར་ནས་འོ་དེ་འདྲ་གསུངས་འདུག་ཨ། གར་ཅི་ནས་ཟེར་ན་སངས་རྒྱས་ཀྱི་ཆོས་ལ་ཐོས་བསམ་སྤྱི་བོར་བྱས་ནས། ཚིག་ཙམ་གྱིས་སྦྱངས་ནས་སངས་རྒྱས་ཆོས་ཀྱི་དོན་གླེང་གི་མ་རེད། ཚིག་ལ་དོན་གཉིས་མི་སྐྱེ་ཞིང། མཚོན་པ་ཙམ་གྱིས་མི་འགྲུབ་པས། སླད་ནས་བྱང་ཆུབ་སྒྲུབ་པ་རྣམས། སྙིང་རུས་བསྐྱེད་ནས་བསྒོམ་པར་ཞུ། དེ་དུ་བ། ཅེ་ན་སྙིང་ལ་རུས་པ་བཅུག་ནས་བསྒོམ་རྒྱག་དགོས་ལ། བསྒོམ་རྒྱག་ན་དངོས་གནས་ཆོས་ཀྱི་དོན་དག་འདི་མ་འདི་ཡང་འདི་ལས་ལ། ད་འདི་གསུངས་པས། ད་འདི་དངོས་གནས་དྲང་ནས་རེ་བ། སྤྱོད་འཇུག་ནང་ལ་ཡང། སྨན་དཔྱད་བརླག་པ་ཙམ་གྱིས་ནི་ནད་པ་དག་ལ་ཕན་འགྱུར་རམ་ཞེས་ནས་དོགས་པ་བསླངས་པས་ཚོད་ཀྱིས་ཕན་གྱི་མ་རེད་དྲག་གསུངས་རོ། སྨན་གྱི་སློབ་སྦྱོང་བྱེད་པ་ཙམ་གྱིས་ན་ཚ་ལ་ཕན་གྱི་མ་རེད་དྲག་གསུངས་རོ། རོ། ན་ཚ་དྲག་འོང་ན་སྨན་རང་ཟ་དགོས་རེད་ཟེར་ནས་གསུངས་རོ། ཨོ་ད་དེ་འདྲ་རེད། དེ་འདྲ་ཡིན་ཙང་སྒོམ་ཉམས་ལེན་བྱེད་ས་ཡང་དེ་བཞི་པོ་གལ་ཆེན་པོ་རེད་ད་བཞི་པོ་གཅིག་གལ་ཆེན་པོ་ཡོད་མ་རེད། ཨོ་ད་འདི་ཡན་ཆད་ཀྱིས་དེ་ཞུས། ཨོ་ཡ། ད་དེ་ནི་སྒོམ་རང་གི་སྐོར་གྱི་འགྲེལ་བཤད་དེ། ད་དེ་ཞུ་གི་དེ་ཞུ་རེ་ཡིན་ད། ཡ། ཨ་ནི་ད་གསོལ་ཇ་བར་གསེང་བཞག་རྒྱུ་བྱས།